ཨ་འདི་ངས་མཐོང་རྒྱུ་ནས་ཚང་མོ་ལོ་ལ་ལ་སེམས་དང་སློབ་གསོ་རག་ན་བསམ་གྱི་འདུག་དེ་དང་མཉམ་དུ་ལ་འདི་ངས་མཐོང་རྒྱུ་ནས་ཚང་མོ་ལོ་ལ་སྤྱང་གྲུང་དང་གཟབ་གཟབ་ཡང་རག་གི་རེད་ཨ་ནི་ངས་མཐོང་མི་ཐུབ་ནས་ཐ་མ་པོ་ཏི་ཟེར་འགྲོ་གནང། དེ་ངས་དངོས་གནས་ཚུལ་འདི་ག་བ་ལ་བྱུང་ཤག་ལགས་ན་འདི་ཇ་ལ་འདར་པན་ཇབ་ནང་ལ་བྱུང་ཤག་ཨ་འདི་ཨ་རི་ག་ཚོ་ལ་བྱུང་ཤག་ལགས་པ་ཡིན་ན་ཉིས་སྟོང་ཉི་ཤུ་རྩེ་ལྔ་སྤྱི་ཟླ་བཅུ་གཅིག་ད་རེས་ཉི་ཤུ་རྩ་གསུམ་ལ་འདི་གནས་ཚུལ་འདི་བྱུང་ཤག་ཨ་འདི་ཇ་ལ་འདར་པན་ཇབ་ནང་ལོ་ལ་ཨ་ད་ཀོ་ལ་ནི་རོ་ཡ་ཧོ་དེ་འདྲ་རོ་ཞུ་དུ་རག། ཧོང་འདིའི་ནང་ལོགས་ལ་ཁོ་རང་ཚོ་མི་ཚང་མ་གིས་ཕན་ཚུན་བར་ལ་ཕག་ཚུལ་ལ་ངོ་ཤེས་གི་འདུག་ད་ང་རང་ཚོ་གཞིས་ཆགས་འགྲོ་བ་ཞིག་ཡིན་པ་ཡིན་ན་དཔེ་བཞག་ན་ང་རང་ཚོ་ཚང་མ་ཕག་ཚུལ་ལ་ངོ་ཤེས་འོང་རང་ཡིན་དེ་དང་མཉམ་དུ་ལ་ང་རང་ཚོ་ད་གཞིས་ཆགས་གཅིག་གི་ནང་ལོགས་ལ་འདྲེ་དེ་འདུག་སྐབས་ལ་ང་རང་ཚོ་སྤུ་གུ་དེ་ཚོ་ཡང་ཕག་ཚུལ་ངོ་ཤེས་འགོ་བ་རེད་སོ་སོ་འཆམ་པོ་བྱེད་ཀྱི་རེད་གྲོགས་མོ་བྱེད་ཀྱི་རེད་དེ་དང་མཉམ་དུ་ལ་ནང་གི་ཆོ་ལོ་ལ་ཡང་རྩིད་མོ་རྩིད་འདི་གི་རོགས་ཡའོ་དེ་འདྲ་བྱེད་འདུག་སྐབས་ལ་ད་ཚང་མ་ཕག་ཚུལ་ལ་ངོ་ཤེས་འདི་གི་འདུག་ཡོ། ཨཱ་ནི་འདི་ཀོལ་ནི་འདི་ནང་ལོ་ལ་ཨཱ་ནི་ཨཱ་ད་བུ་མོ་ལོ་བཅུ་གསུམ་བྱེ་བ་ཞིག་དེའི་དུ་ར་མོ་རང་གི་ཕ་མ་མཉམ་དུ་ལ་ཨཱ་ནི་མོ་རང་ཛི་འདྲ་ག་ཚོད་རེ་ཞིག་ལ་བས་ན་ཛི་འདྲ་རྒྱལ་བ་རེ་ཞིག་ཡོད་ཨཱ་ནི་མོ་རང་གི་ད་ནམ་རྒྱུན་དུ་ང་ཚོ་མི་ཟས་བརྗོད་ར་འདི་ང་ཚོ normal life དུ་འགྲོ་གི་དུ་ར་ཡ་ང་རང་ཚོ་ནམ་རྒྱུན་མི་ཟས་རྒྱུན་མ་འགྲོ་ཡ་འོ་དེ་འདྲ་འགྲོ་གི་དུ་ར་ཨཱ་ནི་དཔེར་ན་ཆ་བྱས་ན་མོ་རང་ད་ཞོགས་པོ་སློབ་གྲྭར་འགྲོ་ད་སློབ་གྲྭར་འགྲོ་བྱས་ཨཱ་ནི་སློབ་གྲྭར་བྲོས་ཚེ་ནི་ཉིན་གུང་ནང་ལས་འདུག་སྐབས་ལ་ང་རང་ཚོ་ནི་ཉིན་གུང་སོ་སོ་ནང་ལས་འགྲོ་བྲས་བྱས་ར་འོ་དེ་ཚོ་བྲིས་ཨ་ནི་དགོངས་དག་སྟེར་བ་ལ་ནི་ང་རང་ཚོ་ཏཱའི་བུ་བོ་དེ་ཚོ་རྩེད་མོ་རྩེ་བར་འགྲོ་གདའ་ཡ། འོ་དེ་འདྲའི་འགྲོ་འོ་རེད་བཞག་མོ་རང་གིས་ནམ་རྒྱུན་དུ་ཡིས་ང་ཚོ་རུ་སྒྲིལ་འགྲོ་སྟངས་བརྗོད་ར། དེ་འདྲའི་བྱེད་དུས་ཨ་ནི་ཡང་ད་བུ་མོ་ལོ་བཅོ་གསུམ་འདས་ཀྱིས་ཡང་ད་གྲོགས་མོར་བྱོས་ར། འོང་དེས་ཨ་ནི་ཁོ་རང་ཚོ་གྲོང་པ་ཞིག་མཛེས་ཤིང་ཁོ་རང་ཚོ་འགྲམ་འགྲམ་འདུག་ར་ཡ། དེ་འདྲའི་བྱེད་དུས་སྐབས་ལ་ཨ་ནི་ཡང་ད། ནང་མི་གཉིས་ཆ་ཕན་ཚུན་བར་ལ་ངོ་ཤེས་ཀྱི་འདུག་ཡ། ཡང་ད་བུ་མོ་དེ་དང། ཡང་ད་བུ་མོ་དེ་ཀྱིས་གྲོགས་མོར་བྱོས་ར་ཁོ་རང་ཚོ་ནང་མི་གཉིས་ཆ་ཕར་ཚུར་ལ་ངོ་ཤེས་ཀྱི་འདུག་ཨ་དེ་དང་མཉམ་དུ་ལ་ང་ཚོ་ཡིས་ད། ཕར་ཚུར་ལ་ངོ་ཤེས་འདུག་སྐབས་ལ། ང་རང་ཚོ་བུ་བོ་དེ་ཚོ་ཡང་ཕར་ཚུར་རྩེད་མོ་རྩེ་བར་འགྲོ་ན་ང་ཚོ་འདི་གམ་གས་བསམ་གྱི་མ་ར་གང་ཡིན་ཟེར་ན། ང་རང་ཚོ་ཡིག་ཆས་ཡོད་ར་བ་ཚོ་ལ་ཡོད། ཨ་ནི་ཡང་ད་བུ་མོ་ལོ་ཅོག་གསུམ་གྱི་ནང་མི་དང་ད་མོ་རང་གི་གྲོགས་མོ་གཅིག་ར་ཁོང་ཚོ་ནང་མི། ཨ་ནི་ང་ཚོ་དུས་ཆེན་ཁག་དེ་འདྲའི་ལིས་ཏོག་རྒྱག་ག་དེ་ཚོ། འོ་དེ་ཚོ་སླེ་བའི་སྐབས་ལ་ཁོ་རང་ཚོ་ཡང་དུས་ཆེན་དེ་ཚོ་ཡང་མཉམ་དུ་གཏང་གི་འདུག་ར། ད་ཡིན་ནའང་དེ་ལ་ང་ཚོ་ཡི turning point ཅིག་ལིས་འདུག་ར། ང་ཚོ་ཡི་ད་དུས་ཚོད་འགྱུར་བ་ལིས་ར་འོང་དེ་ཅིག་ལིས་འདུག་དེ་ལ་ཡོད། ཉིས་སྟོང་ཉི་ཤུ་ཚེ་ལྔ་ཕྱི་ཟླ་བཅུ་གཅིག་གི་ད་རེས་ཉི་ཤུ་རྩ་གསུམ་ལ་ཨ་ནི་དུས་ཚོད་དེ་འགྱུར་བ་དེ་ཡི་འདུག་ར། ཨ་ནི་ད་ད་བུ་མོ་ལོ་ཅོག་གསུམ་ཆེ་བ་ཞིག་ཏུ་ད་འོང་དེ་ཡིས་ཨ་ནི་ཡང་ད་གྲོགས་མོ་བརྗོད་ར། གྲོགས་མོ་དེ་ག་རེ་ངེད་ལ་ཟ་ད་གྲོང་པ་ཁྱིམ་མཚེས་འགྲམ་དེ་བ་ཡོད་ར་ལ་ཟ།

ངོས་དེ་ཉིན་མ་དེ་བལ་ཐོ་ར་ང་ཚོའི་ཁ་ལོར་ལྟ། ཀྲ་ཅི་རི་འདྲའི་རོལ་ཡོད་ང་ཚོའི་བལ་ཐོ་ར་མིས་ཧབ་ནིང་འདུག་དེ་འདྲའི་བྱུང་ཡས་བྱུང། འོ་དེ་འདྲ་གི་བྱུང་ཡས་གི་ཉིན་མ་ཅིག་ཆགས་ཡོད་འདུག་ར་དེའི་སྐབས་ལ་ནི་ང་ཚོའི་གནས་ཚུལ་སྡུག་ཅག་ཅིག་བྱུང་གི་འདུག། ད་ད་ད་བུ་མོ་ལོ་བཅོ་གསུམ་དེ་དང་ཧ་ད་བུ་མོ་དེ་གི་གྲོགས་མོ་ཞུ་དོ། ཨ་ད་ཁོ་རང་གཉིས་ཨ་ནི་ཆུང་དུས་ནས་ཁོ་རང་གཉིས་གྲོགས་མོ་དཔེ་ཆ་པོ་ཅིག་རེད་ཤག་ར། ཨ་ད་ང་རང་ཚོ་ད best friend ལ་ན་འགྲིག་ཤག་ཡོད། དེ་འདྲ་ཞུ་དུས་ད་ད་ཁོ་རང་གཉིས་ཅག་འཚར་ལོངས་དེ་ཡ་ཡ་མཉམ་དུ་བྱེད་དུས་སྐབས་ལ་གཉིས་ཀ་དཔེ་ཆ་པོ་བྱེད་ཀྱི་འདུག། དེ་འདྲའི་བྱེད་དུ་བཀབ་ལ་ཨ་ན་བུ་མོ་ལོ་མཆོག་གསུམ་དེ་ཡང་ད་གྲོགས་མོ་ཞིག་དང་འོང་དེ་ཡི་པ་ལ་དེ་ཨ་ནི་ང་ད་ཙམ་ཙམ་ཁོ་ཚོ་ནང་ལ་ཡང་ལས་ཙམ་ཙམ་ཁོ་ཚོ་ཕར་འགྲོ་དེ་འདྲའི་བྱེད་ནི་ད་ཕན་ཚུན་ཕར་ལ་ཕར་ཚུར་འཆམ་པོ་འདུག་ད་ར་ཡ། དེ་འདྲའི་བྱེད་དུ་ཨ་ནི་ཡང་ད་གྲོགས་མོ་དེ་གིས་ད་ད་པ་ལས་བྱོས་མ་རེད་འོང་དེ་ཡིས་ང་ཚོ་ཁ་ལོར་ད་ཕ་ཆོས་དེ་ལ་བད་ཁོ་རང་ང་ཚོ་སྤྲོ་ར་ཚང་མ་འགན་ཆིག་འདུག་ཨ་ཡ་ཕ་ཆོས་ཁ་ཅིག་ཡོ་ཕ་ཆོས་དེ་ལ་བད་ཡིག་ཆ་ཚང་མ་ང་ཚོ་ཡིས་གླེང་བ་ཡིན་ན་ཨ་ནི་འཇུག་ལ་ཁ་ལོར་ད་ང་ཚོ་ཡིས་གཅིག་ལ་གནོད་པ་འགྲོ་སྐྱེ་བ་ཡིན་ན་འགན་མི་འདེད་ཕ་ཆོས་དེ་ལ་དེས་ང་ཚོ་གནོད་པ་སྐྱེལ་ཏེ་ལས་གླ་བྱེད་དོ། ང་ནི་སྤྱིར་བཏང་ནི་ང་ཚོ་ནམ་རྒྱུན་དུ་ནི་ཡོ་ང་རང་ཚོ་མི་སུ་འདྲ་ཞིག་ཡིན་ན་གི་མི་དེ་ང་ཚོ་ཡི་གེ་སི་མི་གཅིག་གི་བར་ལ་གོ་བསྡུར་བ་ལ་ཚུད་བ་ཡིན་ན་ནི་འོན་ཏེ་གོ་བསྡུར་བ་ལ་ཚུད་བའི་རྒྱུ་མཚན་མང་ཆེ་འགྲོ་དེ་ག་བར་ཐུག་གོ་ལབ་པ་ཡིན་ན་སོ་སོ་མཉམ་དུ་ལ་ནམ་རྒྱུན་དུ་མི་དེ་སོ་སོ་འཆམ་མདོག་གོ་བྱེད་མཁན་འདྲ་བོ་དང་དེ་འདྲ་མང་པོ་ཞིག་འདུག་ཁོང་ཚོ་ཡི་དང་པོ་གཉིས་ལ་ཁ་ཅིག་རེ་སོ་སོ་མཉམ་དུ་དཔེ་འཆམ་མདོག་གོ་བྱེད་འཆམ་མདོག་གོ་བྱེད་འཆམ་མདོག་གོ་བྱེད་ཨ་ནི་རང་དགར་གྱི་མི་དེ་ང་ཚོ་ཡི་ཡིག་ཆ་གང་ཟག་ཚུར་ལེན་ཨ་ནི་བད་ཐོ་ར་ཡིག་ཆ་ས་ཐོ་གོ་འགྲོ་ཆ་ས་ཐུག་སྐབས་ལ་ཨ་ནི་ཕ་ཆོས་དེ་གི་ཉི་མ་ཞིག་སོ་སོ་ཡི་ད་ནོད་པ་ཀྱལ་གྱི་དུས་ཚོད་དེ་སླེབས་དུས་སྐབས་ལ་ཨ་ནི་ཁོ་རང་གིས་ང་ཚོའི་ནོད་པ་ཀྱལ་ཡིན་ན་རེ་ག་རིག་ན་ལས་སླ་ཆ་ཡོད་ཅོ་འོ་དེ་འདྲས་བྱེད་དུས་སྐབས་ལ་ཨ་ནི་ང་རང་ཚོ་གོ་བསྡུར་ནང་ལ་དེ་འདྲས་བྱེད་ནི་ཚུལ་འཁོར་འདུག་གང་ཡིན་ཟེར་ན་ང་ད་ཕ་ཆོས་མིའི་ནོད་པ་ཀྱལ་ཡིན་ཅོ་རང་འོང་དེ་གིས་ཨ་ནི་ང་ཚོས་ཀྱི་ཡིག་ཆའི་དེའི་གླེང་བྱེད་ཨ་ནི་འོང་དེ་གིས་ཐོག་ལ་ཁེ་ཕན་གླེང་ནི་ཨ་ནི་ཁོ་གིས་ནོད་པ་དེ་ཀྱལ་ཕ་ཆོས་དེ་ལ་གོ་བསྡུར་ཡོད་འོས་ན་རེ་ག་རིག་བྱེད་འོ་ནི་ཁོ་གིས་དག་རང་ཏག་ཏག་ཅིག་བྱེད་འོ་འདུག་དེ་འདྲས་བྱེད་དུས་སྐབས་ལ་ཨ་ནི་ང་རང་ཚོ་སོ་སོ་ཉེ་འགྲམ་ལ་སུ་ཡོད་ཡིན་ན་ཡོད་ཡིག་ཆ་བྱེད་ད་བྱེད་འོ་འདུག་ཡིན་ན་ཡིག་ཆའི་བློས་ཀྱལ་བྱེད་པ་ཡིན་ན་ཡོད་ཡོད་པ་ཐོག་ལ་མིག་བཙུམ་ནི་བྱས་ཡོད་མ་རེད། གང་ཡང་སྲིད་ན་དེང་སང་ཀ་ལུས་འགྲོ་དོན་ར་བྱས་ཙང་ནི་སུ་ཡིས་ག་དུས་ལྡོག་ཁ་འགྲིག་ཡོད་མེད་ང་ཚོ་ཧ་གོ་མ་རུ་ང་ཚོ་རྒྱ་ག་དུས་ནས་ཞུ་བས་ན་ར་ང་ཚོ་སྨི་ཁྲིའི་ཆུ་རིས་ལེགས་སྨི་ཁྲིའི་ཆུ་རིས་ལ་ན་ག་རེ་ང་ཚོ་ཡི་ད་ཡན་ད་དྲི་སྔ་མོ་ལ་བོར་དང་དྲི་སྔ་མོ་ལ་ན་ག་རེ་ནི་ཁ་ནི་ང་ཚོ་སྐད་ཆ་ད་དེ་ཚོ་ག་རེ་ཞིག་ཡོད་ན་ཡ་དཔེ་སྔ་མོ་སྔ་མོ་བཤད་སྐད་ཆ་ང་ཚོ་སྙན་པོ་སྙན་པོ་བཤད་ཨམ་ཆོས་ལ་གོ་ཐུག་སྙན་པོ་སྙན་པོ་ཡ་འོ་དེ་འདྲ་བཤད་ཨ་ནི་དེའི་ཞོར་ལ་ང་ཚོ་ཡིག་ཆ་བེད་ཀློད་ཀའི་ལས་ཚ་ཐུག་སྐབས་ལ་ཨ་ནི་ཁོང་ཚོ་ཡི་ད་དུས་ཚོད་དེ་ཏག་ཏག་རེད་ཤག་བསམ་འདུག་སྐབས་དུ་ཨ་ནི་ཁོང་ཚོ་ཡི་ཤི་ནི་ག་ཅིག་རེད། ཐོ་བ་དེ་ཞུས་འུར་ཏོ། འོ་དེ་འདྲས་བྱས་ནས་ཨ་ནི་གོ་བསྡུར་ཡོད་འུར་ཏོ། ཨ་ནི་དེ་ལ་ང་ཚོས་ཡང་དག་དཔེ་གཞན་པ་ཡང་ཡོད་རོ་ཡོང། ཨ་ད་ངའི་རྣམ་པ་ཚོ་མིང་འདོན་ད་བྱས་མེད་ར་ཡིན་ན་ངས་དཔེ་ལྡོག་ལྡོག་ཅིག་བཞག་ན། ཨ་ད་ང་ཚོ་གི་ཧ་ལོག་ད། Bollywood Actress ཅིག་རེད་བཞག་ར་མོ་རང་ཡོང། ཨ་ནི་མོ་ཡིས་ག་ཅིག་བྱས་ན་ན། ཨ་ད་མོ་རང་གི་གྲོགས་མོ་བརྗོད་ར། འོ་དེ་ཁོ་རང་གཉིས་ད་དཔེ་འཆམ་པོ་འདུག་ད་གྲོགས་མོ་གཉིས་དེ་ཡང་དངོས་གནས་ད་དེ་སྒྲུབ་འདོད། ཁོ་རང་གཉིས་དཔེ་འཆམ་པོ་འདུག་ར་གྲོགས་མོ་དེ་ཡང་ཡིན་ན་ང་མིང་འདོན་བྱེད་མི་ཡོང། འོ་དེ་འདྲས་བྱས་ནས་ཨ་ནི་ཨ་ད Bollywood Actress བུ་མོ་དེ་དང་མོ་རང་གི་གྲོགས་མོ་དེ་དཔེ་འཆམ་པོ་བྱས།

ཨ་ནི་ཏང་དང་ཉིས་སྟོང་ཉི་ཤུ་ཚེས་ལྔ་ཕྱི་ཟླ་བཅུ་གཅིག་ཏཱ་རེ་ཉི་ཤུ་རྩ་གསུམ་གླིང་དུ་ར་མོ་དེ་ཉི་མ་དེ་ལ་ཏང་དང་ཁ་གཅིག་ཏུ་ལ་ན་བུ་མོ་ལོ་བཅོ་གསུམ་བྱི་བ་དེ་མོ་མོ་ར་ནང་ནས་ཐོན་ནི་ཨ་ནི་ཨ་མདའ་མོ་རང་གི་གྲོགས་མོ་རམ་ལ་རྩེ་མོ་རྩེ་ག་འགྲོ་ཡ་གི་བསམ་བློ་དོ་དེ་འདྲ་བྱི་འདུག་སྐབས་ལ་ཨ་ནི་ཨ་མདའ་བུ་མོ་ལོ་བཅོ་གསུམ་དེ་ག་ལེགས་འདུག་ལ་ན་མོ་ར་ཨ་མ་ལ་ཨ་ནི་ཨ་མ་ལེགས་འདུག་ར་ང་ང་ར་གྲོགས་མོ་དེ་ནང་ལ་རྩེ་མོ་རྩེ་ག་འགྲོ་གི་ཡིན་ད་ལན་དེ་འོ་དེ་སྐད་ཆ་དེ་ལ་གུ་དོ་ཨ་མ་དེ་ལ་ཡོ་ཨ་ནི་ཨ་མ་དེ་ཡང་དཀའ་གི་མི་འདུག་གང་ཡིན་ཟེར་ན་ཨ་མདའ་བུ་མོ་དེ་ལ་ཁ་ཆེན་དཀའ་བོ་མ་རེད་རྒྱུ་མཚན་ག་རེ་ལ་ན་ཨ་ད་མོ་ཨ་ད་གྲོགས་མོ་ནང་ལ་འགྲོ་གི་ལ་ས་དེ། ཁོ་རང་ཚོ་ནང་མི་དེ་ཚོ་ཕན་ཚུན་བར་ལ་ངོ་ཤེས་མགོ་རེད། ཨ་ནི་ཕན་ཚུན་བར་ལ་ཡིག་ཆ་ཡང་ཡོད་རེད། དེ་དང་མཉམ་དུ་ལ། ཨ་ད་བུ་མོ་ཆུང་ཆུང་དེ་གི་གྲོགས་མོ་དེ་གི་ནང་ར་ཡ། བྱས་ཙང་ཨ་ནི་ཨ་ད་ཨ་མ་དེ་གི། ང་ཚོའི་དེ་འདྲའི red flag ལེགས་ར་ང་ཚོའི་དེ་འདྲའི། ཚོ་ཡག་དོག་པ་ཟ་ཡ་གི་རྒྱུ་མཚན་དེ་འདྲའི་ག་རི་གང་གཅིག་མཐོང་གོ་མ་རྟོག། དེ་དང་མཉམ་དུ་ལ་ཨ་ནི་ཨ་ད་བུ་མོ་ལོ་བཅོ་གསུམ་དེ་ནམ་རྒྱུན་དུ་ནི་མོ་རང་ད་སློབ་གྲྭ་ནས་ཚུར་ལེན་ནི་ནང་ལས་ཚང་མ་ཁྲིད་ཙན་ཞུ་གོ་ལ། མོ་ར་དགོངས་དག་ལ་རྩེད་མོ་རྩེ་གང་དེ་འདྲའི་མོ་ར་གྲོང་མོ་རམ་ལ་འགྲོ་གོར་དང་ནམ་རྒྱུན་དུ་ནི་ཡོད། དེ་འདྲའི་ཆུ་ཚོད་སྐར་མ་ལྟར་ཨ་མ་དེ་ང་ཚོ་ཡང་དེ་འདྲའི་དོག་པ་ཟ་གི་མ་ར་ང་རང་ཚོ་གྲོང་པ་ཡིན་ཚེ་འགྲམ་དེའོ་དེ་འདྲའི་འགྲོ་ན་ང་ཚོ་དོག་པ་ཟ་གི་མ་ར་ཡ་སུ་ནམ་རྒྱུན་དུ་འཆམ་པོ་ཡོད་རེད་ཡིག་ཆས་ཡོད་རེད། ང་ཚོ་ནམ་རྒྱུན་དུ་དུས་ཆེན་གང་ཡིན་ན་ག་རེ་ནི་མཉམ་དུ་བཏང་གོ་རེད་དེ་འདྲའི། དེ་འདྲའི་ཆུ་ཚོད་སྐབས་ལ་ཨ་ནི་ཧ་ད་ཨ་མ་དེའི་དོག་པ་ཅན་མ་ས་ནི་བུ་མོ་དེ་ལ་རྩེད་མོ་རྩེ་གང་བཏང་གི་འདུག་ཡ། བཏང་འདུག་སྐབས་ལ་ཏག་ད་བུ་མོ་དེ་འགྲོ་འདུག་སྐབས་ལ་ཨ་ནི་ཧ་ད་དགོངས་དག་ཆུ་ཚོད་བཞི་བ་སྟེ་བ་རེད་ཧྲ། ཨ་ནི་གཟའ་སྤེན་པ་རེད་ཞོ། ད་ཡོད་ད་ལྟ་བུ་མོ་ཆུང་ཆུང་དེ་མོ་རང་འགྲོ་རུ་འདུག་ད་མོ་རང་གི་གྲོགས་མོ་ནང་འགྲོ་གིན་ལེན་ནི་ད་ལྟ་འགྲོ་སོང་ཡ། འགྲོ་འདུག་སྐབས་ལ་ང་ད་མོ་མོ་རང་གི་གྲོགས་མོ་དེ་གི་ནང་གི་སྒོ་དེ་རྡུང་གི་འདུག་སྒོ་རྡུང་འདུག་སྐབས་ལ་ང་ད་ནང་ལ་པཱ་ལ་དེ་བསྡད་བཞག་ཡོད། ང་ད་ལོ་པཱ་ལ་དེ་ལོ་ག་ཚོད་ལ་སོང་ངས་ལོ་བཞི་བཅུ་ནས་བཞི་བཞི་ལྔ་གི་བར་ལ་རེད་བཞག་ཡོད། ཨ་ནི་ང་ད་པཱ་ལ་དེ་ནང་ལ་ཡོད་འདུག་སྐབས་ལ་བུ་མོ་དེ་ནང་ལ་འགྲོ་འདུག་ད་ལྟ་བུ་མོ་དེ་ལོ་བཅོ་གསུམ་བྱས་བུ་མོ་དེ་ཡོད། ནང་ལ་བཟོད་བསྲན་ཞུ་གི་ལ་བུ་མོ་དེ་ག་ལེགས་འདུག་ལ་ན། ཨ་ནི་ཨ་ཨུ་ལ་ཡི་དུ་ར་ཡ་ནམ་གི་དུ་མོ་ཡི་ཨང་ག་ལ་ཨང་ག་ལ་ཡི་དོ་ཡ་ང་ཚོའི་ཨང་ག་ལ་ན་ཧ་རེ། ང་ཚོ་ཡི trust བྱེད་ས་དག་དེ་འདྲའི་རེ་བ་བྱུ་རེད་ད་མོ་རང་གི་བྱུ་ཡ་གང་ཡིན་ཟེར་ན་ནམ་གི་དུ་ངའི་ལ་བཟང་བོ་ཤེས་འདོད་བོ་རེད། དེ་འདྲ་བྱུ་དུ་གབ་ལ་ཨ་ནི་ཨ་ད་བུ་མོ་དེ་ག་ལ་ཡི་དུ་ལ་ན། ཨང་ག་ལ་ཡི་དུ་ར་ཨ་ནི་ཨ་ད་ཁྱོད་རང་གི་བུ་མོ་ག་བ་ཡོད་ཡོད་ལ་ཡི་དུ་ར་ད་ངའི་གྲོགས་མོ་ག་བ་ཡོད་ཡོད་ལ་ཡི་དུ་ར། དེ་ལ་དུ་གབ་ལ་ཨ་ནི་ཨ་ད་ཨང་ག་ལ་དེ་ཡི་ག་ལ་ཡི་དུ་ལ་ན། ཨ་ད་ཁོ་ཚོ་ཆུ་ལོག་ཅིག་ལ་འགྲོ་སོ་ལ་ཡི་དུ་ར། འོ་དེ་ག་རེ་བྱ་ལ་ན་ཆུ་ལོག་དེ་ག་བ་ལ་འགྲོ་བྱ་ལ་ན་ར་ཡ་འོ་དེ་ཉི་མ་དེ་ལ། ཁོ་ཁོ་རང་ནང་ལ་ཁོ་རང་གཅིག་པུ་རུ་བྱུ་དོ་གང་ཡིན་ཟེར་ན་ར་ད་ར། ཁོ་ཡི་སྐྱི་མེད་དང་ད་བུ་མོ་བྱུ་ར། འོ་དེ་ག་བ་ལ་འགྲོ་བྱ་ལ་ན།

ཨ་ནེ་ཡང་ད་བུ་མོ་དེ་ལ་ང་ཚོའི་ད་ཨུ་ཚུགས་ཡེ་ནས་ཡོད་ཨ་བུ་མོ་དེ་ལ་བཙན་གཉེམ་བྱེད་ཀྱི་ཐབས་ཤེས་རང་བྱེད་ཀྱི་འདུག་ར། དེ་དང་མཉམ་དུ་ལ་ད་ད་བུ་མོ་དེའི་མོ་རང་ཐུགས་ནས་དགག་པ་ཤི་མ་ཤི་འགལ་གྱི་འདུག་ར། མོ་རང་གིས་ད་ག་ལོར་སོ་སོ་ག་ཚོད་ཀྱི་ནུས་པ་ཡོད་བ་དེ་ཚོ་པུ་ར་སྟོན་ཆེད་བུ་མོ་དེ་གིས་ཕ་རང་ཅག་རྫིག་ངན་གྱི་ཐབས་ཤེས་གང་ཟག་བྱེད་ཀྱི་འདུག་མོ་རང་ཐུགས་ནས་ཡ་བཀག་སྡོམ་བྱས་ཚོད་མི་འདེ་ཁོ་ལ་ཡ་ག་ཚོད་ཐབས་ཤེས་བྱེད་ནས་གི། ཕ་ཚོད་དེ་ག་རེ་བད་ཐོག་ར་གཟུགས་པོ་སྟོབས་ཆེ་བས་རེད་ང་ཚོའི་ལོ་ཡང་ཆུན་པོ་རེད་དེ་དང་མཉམ་དུ་ལ་ཤུགས་ཡང་ཆེ་ཡོད་ར་ཡ། དེ་རེ་བྱེད་དུ་སྐབས་ལ་ཨ་ནི་ཧན་ད་བུ་མོ་དེ་ད་བཀག་སྡོམ་མང་པོ་བྱེད་ང་ཚོ་དགག་པ་མང་པོ་རྒྱག་འདུག་སྐབས་ལ་ཨ་ནི་ཧན་ད་ཨ་ཁུ་དེ་ག་ཅིག་འདུག་ལ་ན་ཨ་ད་ཁོས་གི་ཨ་ནི་ཧན་ད་ང་ཚོ་ཡི་བྷ་ཡར་ཡོད་ང་ཚོས་གཏར་གུ་འདྲ་བོ་ཅིག་ཁྱེར་འདུག་ལས་ཨ་ནི་བུ་མོ་དེ་ལ་ཨ་ནི་འཇིང་པ་ལ་ང་ཚོ་ཡི་གཏར་གུ་དེ་བདམས་ནས་བུ་མོ་དེ་ལ་དེ་ག་རང་ལ་སེ་བཤད་འདུག་ཡ་དེ་འདྲ་བྱེད་འདུག་སྐབས་ལ་ཨ་ནི་མཇུག་ནི་ད་ཨ་ད་བོས་མོ་ཏྲམ་རི་པོར་ད་དེ་ཚོ་ནང་ལ་ག་ལེགས་འདུག་ལ་བ་ཡིན་ན་ཨ་ནི་ཨ་ད་བུ་མོ་དེ་ལ་ཨ་ནི་བཙན་གཉེམ་བྱེད་བཞག་ལེགས་འདུག་ར

ཨ་ནི་ད་ལྟ་བུ་མོ་དེ་ཤི་བའི་རྒྱུ་མཚན་གཙོ་བོ་ནི་ག་ལ་ཐུག་བཤད་ལ་ན། བུ་མོ་དེ་ལ་འཇིགས་མ་བཙིར་བ་བྱས་ཙང་ནི་བུ་མོ་དེ་གྲོངས་རེད་ལ་ནི་དེ་འདྲའི་ཡང་ད་ཁོ་རང་ཚོས་ཀྱི Medical Evidence ནང་ལ་འོང་དེ Confirm བྱས་དུས་རང་ད་ཁོ་རང་ཚོ་ད་མན་ངག་ཐོག་ནས་ཡོད། དེ་ཞུ་ལ་ད་ད་ཨ་མ་དེའི་གར་སེམས་ཁུར་དུ་ལ་ན་ར་ཡང་ད་བུ་མོ་ལོ་ཅོག་སུམ་ཆ་ཡོད་དེ་ཨ་མ་ཅུ་ར། སེམས་ཁུར་དུ་ར། ཆུ་ཚོད་གཉིས་འགྲོ་ནས་ཀྱི་བུ་མོ་དེ་ནང་ལ་ལོ་ལས་མི་འདུག་ར་ཡང་དེ་འདྲ་ཞུ་དུས་སྐབས་ལ་ནི་ཨ་མ་དེའི་ང་ཚོ་སེམས་ཁྲལ་ལངས་ཡས་ཆོག་སེམས་ཁྲལ་ལངས་དུས་སྐབས་ལ་ཨ་མ་དེའི་ནང་ལོ་ནི་ང་ཚོ Intuition ལེགས་ར། འོང་དེ་སེམས་པ་ནང་ལ་ཚོར་སྣང་ག་རེ་ལེགས་འདུག་ལ་ན། ད་བུ་མོ་དེ་ལ་སྡུག་ག་ཅིག་བྱུང་མེད་ན། ལན་མི་དེ་དེ་འདྲའི་འགྲོ་བ་ཆེ་ཚོ་ནང་ཤོད་ཆུང་པོ་ཞིག་ལི་འདུག་ཨ་ཡ། ཨ་ནི་ཨ་མ་དེ་ཡང་དེ་གྲོང་པོ་ནང་ལ་འདུག་ར་ཡ། ཨ་ནི་མགོ་ཏག་ཏག་བཏང་གི་འདུག། མགོ་ཏག་ཏག་བཏང་འདུག་སྐབས་ལ། ཨ་ནི་ཨ་ད་རྒྱ་བོ་དེ་མ་ཐོན་ཡོང་གི་འདུག་ཡ། ཨ་ད་དེ་རྒྱ་བོ་ལོ་བཞི་བཅུ་ནས་བཞི་བྱེ་ལྔ་བར་གྱི་མི་ཞིག་འདུག། མོ་དེ་མི་དེ་མ་ཐོན་ཡོང་གི་འདུག་ར་མགོ་ནི་ཡ། མགོ་ནི་མ་ཐོན་འདུག་སྐབས་ལ་ཨ་མ་དེ་སྐད་ཞིག་ཁྲིད་འདུག། ངའི་བུ་མོ་དེ་ལས་སུ་བས་ལེགས་འདུག་ར། དེ་ལ་འདུག་སྐབས་ལ། ཨ་ད་རྒྱ་བོ་མི་དེ་ག་ལེགས་འདུག་ལ་ན། ང་ཚོ་ཡ། ནང་ལོགས་ལ་མིའི་བུ་མོ་བསད་ཚར་ད་ར་ཡ། ཡིན་ན་ཆུ་ལོག་ནི་མི་འདུག་ཁོ་ཡི་རྣམ་འགྱུར་དེ་ང་ཚོའི་གར་སྟོན་གི་ལ་ན།

ཨ་ནི་ལགས་འདུག་ག་ངའི་བུ་མོ་ནི་བསྡད་ལ་འགྲོ་ཡིན་ལ་ནི་ལགས་སོ་སོ་ཨ་ནི་ཨ་ད་བུ་མོ་དེ་ནི་བསྡད་ལ་མི་འདུག་ལགས་འདུག་ལ་ནི་ཡོའོ་དེ་འདྲའི་ཕྱིར་ནི་མོ་ཡིན་མོ་རང་གི་གྲོང་པ་ཁྱིམ་མཚེས་གཉིས་ཡོའོ་ང་ཚོ་ཀོལ་ནི་ཡི་མི་ཡོའོ་ར་ཁོ་ཚོ་ཚང་མ་ལ་ལགས་འདུག་ཡོའོ་ཀེ་རྒྱལ་རྒྱལ་ནི་ལགས་འདུག་ལ་འདུག་ག་ལགས་ཨ་ནི་ཨ་ད་ཁ་ཅིག་ཏུ་ལ་བས་ན་ཨ་ད་མི་ཚང་མ་འཛོམས་ཆེ་ཨ་ནི་དང་པོ་གཉིས་ལ་ཁོ་ནང་ལ་ཚེ་ཡི་མི་འདུག་ད་དང་པོ་གཉིས་ལ་ཁོ་ཚོ་ཡིས་ང་རང་ཚོ་ཡང་གཡས་གཡོན་སྡེ་བ་ལ་ཡོའོ་སི་ཡི་རེ་ས་མེད་འཇོ་དེ་འདྲའི་ཕྱིར་ནི་ཁོ་ཚོ་ཡིས་ཆུ་ལོ་སྡེ་བ་ལ་ཚེ་ཡོད་དོ་ང་ཚོ་གཡས་གཡོན་སྡེ་བ་ལ་ཚེ་ཚེ་ཚེ་འདུག་ག་ལ།

ཁོའི་ནང་ལ་འཇུ་དུས་སྐབས་ལ་ཏག་ཏག་ཁོ་ཡིས་བརྟག་ཞིབ་བྱེད་འོར་དུ་ར་ཡ། ཨ་འཇུ་དུས་སྐབས་ལ་ཏག་ཏག་ཧུ་ར་ཨ་མ་དེ་ཡང་ད་ལྟ་ཏཱ་ལའི་འདུག་བརྟག་ཞིབ་དེ་ཚོ་ག་རེ་རེ་བཞིན་བྱེད་ཀྱི་འདུག་མི་འདུག་ཡ། ཏཱ་ལའི་འདུག་སྐབས་ལ་ཨ་ནི་ཨ་མ་དེའི་ཁར་མཐོང་གི་འདུག་ལ་བ་ཡིན་ན། ཨ་ནི་ནང་ལ་པུ་ལིས་དེ་བསྡད་ནས་ང་ཚོའི་གི་གསོལ་ཇ་ཡ། གསོལ་ཇ་བཏུང་དེ་ཤར་ལེགས་འདུག་ར་ཡ། དེ་འདྲས་བྱེད་དུས་སྐབས་ལ་ཨ་ནི་ད་ཐ་མ་དེ་ལ་ཏག་ཏག་པུ་ལིས་ཁོ་རང་གི་མི་དེ་ནང་ལ་བརྟག་ཞིབ་བྱེད། ཚང་མ་བྱེད་ཡིན་ལ་འོར་ཏག་པུ་མི་དེ་བརྟག་ཞིབ་གང་ས་བྱེད་ནས་ཁོ་མ་ཐོན་གི་འདུག་ད་པུ་ལིས་དེ་ཡ། མ་ཐོན་དུས་སྐབས་ལ་ད་པུ་ལིས་དེའི་ཁ་ཅིག་འདུག་ལ་ན།

ཧ་ལོར་ད་རྐང་གཏན་ནས་མི་བདེ་ནང་ལོགས་ལ་ཕུང་པོ་དེ་མཐོང་ནས་ཡང་མ་མཐོང་དོན་དུ་ཕྱིན་ཡིན་ན་ཡང་ཧ་གོ་གི་མ་རེད། ཡང་མེད་ན་ཁོ་རང་དངོས་གནས་ཀྱིས་ཡང་ཕུང་པོ་དེ་མཐོང་མི་སྲིད་བ་ཡང་གཅིག་རེད་དོ། དེ་འདྲ་བྱེད་དུས་སྐབས་ལ་ད་ལྟ Police དེའི་ཐོག་ལ་ང་ཚོ Confirm ཡོད་མ་རེད་དོ་ཁོ་ཡིས་དངོས་གནས་ཀྱིས་མཐོང་ཡིན་མཐོང་མེད་ལས་ཅོ་ར། ཡིན་ན་ཁོ་ཡི Press Conference ལ་ཁ་ལོག་རེད། ད་ནང་ལོགས་ལ་དོགས་པ་ཟ་འོས་དེ་འདྲ་ག་རེ་གང་མི་འདུག་ལ་ནི་མི་བདེ། དེ་འདྲ་ཞིག་ད་ཡར་མ་བྱས་ནས་གོང་ད་མཚན་གྱི་ཆུ་ཚོད་བརྒལ་བ་དགུ་བ་སེམས་འཁྲུག་འདུག་ཡ། དེ་འདྲ་ཞིག་འདུག་གམ། ལ་ཨ་ཉག་ད་ཐ་མ་དེ་ལ་ཏང་དང་མི་མང་དེ་ཚོ་ད་ཁོ་རང་ཚོ་ནང་ལོག་གི་ད་ཀོལ་ནི་མི་དང་ཁོ་རང་ཚོ་ལོ་ཀོལ་མི་ཡོད་ར། ཁོ་ཚོ་ཚང་མ་གིས་ཏང་ལ་ཚོ་ཧ་ལོ་ར་ད་ལུང་བསན་ཡིན་ར་ག་ཡིན་ཟེར་ན་བུ་མོ་ཞིག་གིས་དེ་འདྲ་དེ་འདྲའི་ཨ་ད་སི་སི་ཀེ་མ་ར་ནང་ལ་གཙང་མ་གཙང་ཉག་མཐོང་ཡོང་ར་ད་བུ་མོ་དེ་འདི་ནང་ལ་འགྲོ་རེ་ནང་ནས་མ་ཐོན་ཡོད་མ་རེད་ལ་ནི་ཡ། དེ་འདྲ་ཞིག་འདུག་གམ། ལ་ཨ་ཉག་ད་ཁོ་རང་ཚོ་གིས་ཨ་ད་པབ་ལིག་ཡ་ག་ག་དེ་རིང་བྱས་ཡོད་དུ་གང་བཙང་ཚོ་དེ་ལེགས་ར་མོབ་ཡ། པ་པི་ལི་གང་རྩ་མཉམ་དུ་འཛོམས་བྱས་ཁོ་ཚོ་ཚང་མ་རླུང་ལངས་ཏེ་ཞོ་མི་གང་རྩ་ཡོང། རླུང་ལངས་འདུག་སྐབས་ན་ཁོ་ཚོས་ག་ལ་ཡོད་དུ་ལབ་པ་ཡིན་ན་པ་པི་ལི་དེ་ཚོས་ཀྱིས་ཨཱ་ནི། ཨ་ད། ང་ཚོ་ལ་ག་ལ་འོར System གི་ཡོད Justice ང་ཚོ་ལ་དྲང་བདེན་མ་སྤྲད་པ་ཡིན་ན། ཨཱ་ནི། ང་རང་ཚོ་ང་རང་ཚོ་སོ་སོ་སོ་དྲང་བདེན་དེ་གླེང་ཐུབ་པ་བྱེད་ཀྱི་ལ་ཡོད་ཆོག་དེ་འདྲ་བྱེད་འདུག་སྐབས་ལ་ཨཱ་ནི་ཨ་ད་ཁོ་རང་ཚོ་ཚང་མ་ཨ་ད་པ་པི་ལི་མང་པོ་འཛོམས་ཡོད་ར། ཁོ་ཚོ་ཚང་མ་ད་ལྟ་དེ་རྒྱ་བོ་དེ་གི་ནང་ལ་འཛུལ་གི་འདུག་ར། རྒྱ་བོ་དེ་གི་ནང་ལ་འཛུལ་བྱས་ཨཱ་ནི་གང་རྩ་ཁོ་ཚོས་ད། ང་ཚོ་ཡི་ཁུ་ཁྱུ་ཁུ་ཁྱུ་ལེ་ར every nook and corner ལེ་ར་གང་མཛད་ཁོང་ཚོ་ཡི་ཅེག་བྱེད་ནང་ལོག་བརྟག་ཞིབ་བྱེད་དུ་ར་གང་ལྟ་ཁོ་རང་ཚོ་མི་མང་ཐོག་ནས་ཡོ་བརྟག་ཞིབ་བྱེད་དུ་སྐབས་ལ་ཁོང་ཚོ་ཡི་ཐ་མ་དེ་ལ་ང་ད་གར་ཐུག་དུ་ན་ཁྲུ་ཁང་དེ་ཅིག་བལྟ་གི་འདུག་ཁྲུ་ཁང་དེ་བལྟ་དུ་སྐབས་ལ་ཁྲུ་ཁང་ནང་ལོག་ལ་ཨ་ནི་ཨ་ད་བུ་མོ་དེ་ང་ཚོ་ཡི་ནང་ལོག་ལ་མོ་གྲོང་ས་ཞ་ལེགས་དུ་ར་དེ་འདྲ་བྱེད་དུ་སྐབས་ལ་ཨ་ནི་ཨ་ད་བུ་མོ་དེ་དེ་ནང་གཉིད་དུ་གསང་སྤྱོད་ནང་ལོ་ཡོ་གཉིད་དུ་སྐབས་ལ་ད of course མོ་རང་གི་ཨ་ད་ཕ་མ་དེ་ཚོ་ད་ཚང་མ་ཤོག་ཅེས་བལྟ་དུ་ར་སེམས་པ་སྐྱོ་དེ་འདྲ་བྱེད་ཡ་ཡིན་པ་ར་ཡ་དེ་འདྲ་བྱེད་དུ་སྐབས་ལ་ཨ་ནི་མི་མང་ཚང་མ་ཡི་རླུང་ལངས་བྱེད་ཁོང་ཚོ་ཡི་ག་ཅིག་དུ་ལ་བ་ཡིན་ན་ང་དང་མི་དགེ་བ་བཅུ་ར་ཁོ་ལ་མནན། ནང་ནི་མ་བད་ཐོག་ལ་མ་བྲེས་ནི་ཁྱི་ངུ་དོ། མ་བྲེས་ནི་ཁྱི་ནི་གླེན་ནི་ཡོ། ཆུ་རུལ་ལ་ཡོ། ཤི་མ་ཤི་ཡོ་དུང་གུ་དུ་ཡོ། ཁོ་ལ་ཡོ་ཉལ་ད་ཤི་མ་ཤི་ཐང་གུ་དུ་ཡོ། ང་ཚོ་སྙིང་རྗེ་མེད་བ་ཐོ་ནི་ཡོ་དེ་འདྲ་དུང་གུ་དུ་ར། གང་ཡིན་ཟེར་ན་ཁོ་ཡི་ལས་ཀ་གི་དེ་འདྲ་རྫབ་ཆེན་པོ་ཅིག་བྱི་ར། བུ་མོ་ལོ་བཅུ་གསུམ་ཅིག་ལ་ཡོ་ང་ཚོ་གཙོ་བོ་ཤ་ཡ་མར་དོ། ད་བཙན་གནས་ཕྱིར་དང་ནང་ལ་ཁོ་རང་སྐྱེ་མེད་དང་སྤུ་བོ་མེད་བའི་སྐབས་གཅིག་ལ་ཡོང། དེ་སྒམས་ཀྱིས་ང་ཚོ་ཧ་ལོ་འདྲ་བསམ་བློ་ཡར་ཐབས་སྐྱོ་བོ་བཏང་ནི་དེ་འདྲའི་ཅིག་ཕྱིར་དང་ལས་ཀ། དེ་འདྲ་བྱེད་དུ་སྐབས་ལ་ཨ་ནེ་ཨ་མདའ་བུ་མོ་གྲོང་གྲོང་གི་དེའི་ཕ་མ་དང་ཨ་མདའ་མི་མང་དེ་ཚོ་ཚང་མ་ཡི་རླུང་ལངས་ཆེད་ཨ་མདའ། མི་དེ་ལ་ཤི་མ་ཤི་འདུག་མགོ་དུ་ར་ཁྲག་འབའ་དོན་དེ་འདྲ་ཡོད། དེ་སྒམས་ཀྱིས་འདུག་མགོ་དང་དེ་བཏུང་འདུག་སྐབས་ལ་ཨ་ནེ་ཨ་མདའ་པུ་ལིས་ཡོད་ར། ཁོང་ཚོ་ཡི་ཁ་གཅིག་ཏུ་ལ་ན། ཡང་མི་དེ་ལ་སྐྱོབ་ག་ལི་དུ་ཡོད། ཡང་ན Police སྐྱོབ་ག་ལེ་ངན་དུ་སུར་ལ་ན་ར་ད་གིན་ཡང་ད་ཁོ་ནང་ལ་འགྲོ་ཆེ་ཡང་ད་རྒྱ་བོ་དེ་ནང་ལ་འགྲོ་ནི་ཡོད་བརྟག་ཞིབ་བྱེད་འདུག་གབ་ལ་ཡང་ད་ཁོ་ནང་ལ་ང་ཚོ་དོག་པ་ས་འོད་དེ་འདྲ་ག་རེ་གང་ཅིག་མཐོང་མ་སོགས་ལ་ངན་ཞུ་ད་འོ་དེ་ཚོ Police འདི་ཚོ་ལས་ཆེ་ཡང་ད་རྒྱ་བོ་དེ་ལ་རང་ཅག་སྐྱོབ་དགོས་འདུག་ཡོད་གང་ཡང་ཟེར་ན་ཁོ་ཁྲག་ཤི་མ་ཤི་དོན་གྱོད་ཟེར་དོག་དེ་འདྲ་བྱེད་འདུག་གབ་ལ་ཡང་ད་རྒྱ་བོ་དེ་ལ་ཁོ་ཚོ་ཡིས་རོགས་པ་བྱེད་ཆེ་ག་བ་ཁྱི་དྲུག་འདུག་ལ་ན་ཡང་ད Civil Hospital ནང་ལ Admit བྱེད་ཤེས་གི་འདུག་ཡོད་གང་ཡང་ཟེར་ན་ཁོ་དེ་གམས་ཀྱིས་ང་ཚོ་ད་ག་ལོར་རྨས་སྐྱོན་ཆེན་པོ་དེ་འདྲ་བཟོས་ཡོད་ཟེར་དོག་དེ་འདྲ་བྱེད་འདུག་གབ་ལ་ཁོ་ཨ་ནི་གདམ་ས་ཅིག་ལ Civil Hospital ནང་ལ་ད་གི་འདུག་ཡོད། ད་ཡང་ད་རྒྱ་བོ་དེ་ཁོ་རང་ཡིན་ན་ར་ཡང་ང་ད་ཁོ་རང་གི་གཟུགས་པོ་ཆུ་ལོག་ལ་ཐ་མ་དག་དེ་ཚོ་བཟོས་ཡོད་དོ་དམ་མ་དེ་ཚོ་བཟོས་ཡོད་ན་མན་ངག་ལ་འགྲོ་ནས་ང་ཚོ་རི་ཁ་བར་ཆགས་ཡོད་དྲན་ཡོད་དོ་ཡང། ཡིན་ན་ཡང། ད་ལྟ་དེ་བུ་མོ་ཞིག་ཡང་ད་ཁོ་གི་སྲས་སོའང་ད་བུ་མོ་དེ་ལ་བཙན་ཉམས་བྱིན་ཡོད། འོན་ཏེ་བུ་མོ་དེའི་ད་ད་ནང་མི་དང་ཕ་མ་དེ་ཚོ། དེ་ཚོ་ལ་ད་ང་ཚོ་མི་ཚེ་གང་ཙག་གི་ཧ་རོགས་ད་སླེབས་པ་ད་ང་ཚོ་འདི་ན back to trauma ཅིག་བསྡད་ཡོད་ར་ཡ། གང་ཡིན་ཟེར་ན་སོ་སོ་བུ་མོ་ལ་དེ་འདྲས་ཅིག་བྱུང་འདུག་སྐབས་ལ། ད་ང་ཚོ་མི་ཚེ་གང་ཙག་ང་ཚོ་ག་འདྲའི་སྐྱིད་བོ་ཞིག་འདས་འདུག་འདས་འདུག་མ་ར་གང་ཡིན་ཟེར་སླེབས་པ་ན་དེ་འགྲོ་འདི་ར། འདི་ལ་ང་ཚོ་ཡི་ད་ཧ་ལོ་རི་ཁ་བར་ཆགས་ཡོད་ད་དེ་འདྲས་ལེ་ལོ་ཅིག་ནས་བཅད་ཡོད་མ་ར་ཡ། ཡིན་ན་ཡང་ད་ཁོ་ཚོ་ཡི་རྒྱལ་བོ་དེ་ལ་སྐྱོབ་པའི་ཐབས་ཤེས་བྱེད་འདུག་ར། ཡང་མ་རོགས་པ་བྱིན་ནི་ཨ་མདའ་མན་ངག་བདག་ལྟ་སྐྱེས་ཀྱི་དུས། དེ་འདྲས་བྱེད་དུས་ཨ་ནི་ཨ་མདའ་ད་ཉི་མ་སང་ཉིན་དེ་ལ་ཡོད་ཨ་མདའ་ཉིས་སྟོང་ཉི་ཤུ་རྩེ་ལྔ་ཕྱི་ཟླ་བཅུ་གཅིག་ད་རེས་ཉི་ཤུ་རྩ་གསུམ་ལ་འོ་དེ་གནས་ཚུལ་ལས་ཆུང་ངུར་དོགས་ཡ་ཨ་ནི་ཨ་མདའ་ཉིས་སྟོང་ཉི་ཤུ་རྩེ་ལྔ་ཕྱི་ཟླ་བཅུ་གཅིག་གི་ད་རེས་ཉི་ཤུ་རྩ་བཞི་ལ་ཨ་ནི་ཁ་ཅིག་ཏུ་ལ་ནམ་མི་མང་ཚང་མ་ཨ་མདའ་ཁོ་རང་ཚོ་རོལ་ལ་ཡང་མ་ཐོན་གི་དུ་ར་ཐོན་རྗེས་ད་ཁོང་ཚང་མ་རླུང་ལངས་དུས་གང་ཡིན་ཟེར་ན་དེ་འདྲས་གལ་ཆེ་ཆུང་ར་ཁོ་རང་ཚོ་ཀོལ་ནི་ནང་ལོག་ལ་ཡོད་དེ་འདྲས་བྱེད་དུས་སྐབས་ལ་ཨ་ནི་ཨ་མདའ་མ་ཐོན་དུས་སྐབས་ལ་ཁོང་ཚང་མ་ད་ངར་སྐད་ཅིག་མདའ་ཨ་མདའ་ལམ་ཀ་དེ་ལ་བསྡད་ར་བསྡད་དུས་སྐབས་ལ་ཨ་ནི་ཨ་མདའ་ཁ་ཅིག་ཏུ་ལ་ནང་ད་ཁོ་རང་ཚོ་མི་རེ་བ་ལ་ད་ང་ཚོ news channel དེ་ཚོ་མང་པོ་བརྗོད་ར

འོ་འདི་ཨ་ནི་ཁོ་གཟུགས་པོ་ཡང་ང་ཚོའི་འདི་ངམ་སི་དཔེ་ཡག་པོ་དག་ང་ཚོས་གསོད་མི་འདུག་ར་ང་ཚོའི་གཟུགས་པོ་རིག་ག་བར་བྱ་ཡ་ཞུ་ར་གང་ཡིན་ཟེར་ན་ཁ་སང་དེ་ལ་ཁོ་ཉལ་ད་ས་ར་དེ་ཞུ་ལ་ཁོ་ང་ཚོའི་གཟུགས་པོ་དཔེ་ཡག་པོ་དག་གསོད་མི་འདུག་ཡིན་ན་ཡང་ཁོ་ཡང་ང་ཚོ་གིས་ང་ད་ཀོར་ལ་ཁྲིམས་ནི་ལིའི་དུ་པོ་ལི་སི་འཛོ་ཡོ་ཡ་ང་ད་ཁོ་རང་ཚོ་གིས་ཁྲིམས་ཐོག་ནས་ལས་ཀ་བྱེད་ཞུ་ར་ང་ཚོ་འོ་འདི་ཐོ་ལ་ཨ་ནི་ང་ད་ཏག་ཏག་ཏག་ཏག་བྱེད་དུ་ཡ་ང་ད་ཁོ་རང་ཚོ་གིས་ཁོ་ནལ་བ་ཡིན་ན་ཡོ་ཡ་ཁོ་ཁྲིམས་ནི་ལིའི་དུ་ཡོ་ཡ་ང་ད་ཀོར་ལ་ཁྲིམས་ནི་ལི་ཉི་མ་བཅུ་རི་ང་མི་འདེད་ང་ཚོའི་རི་མ་འདྲེ་རོ་བྱེད་ལས་ཅི་མ་ཉི་མ་བཅུ་རི་ང་རི་མ་འདྲེ་རོ་བྱེད་ལས་དུ་ར་ཉི་མ་བཅུ་རེ་ལྔ་རེ་མར་འདྲེས་དགོས་རྒྱུ་མཚན་དེ་ག་རེ་ཤར་ལ་ན་ར་ཡ། ཨ་ནི་ཨ་ད་ཁོ་ཚ་ནི་ང་ཚོའི་ཏང་དང་དྲི་བ་དྲིས་ནས་ཏང་ལེན་དང་ང་ཚོ་ཁུངས་ལུང་ལེན་དང། ང་ཚོའི་བརྟག་ཞིབ་བ་དང་ཞིབ་ཚགས་དོར་བྱས་དང་མང་པོ་བྱུ་ར། ཏང་དང་ཁོ་ལ་དྲི་བ་དྲིས་ན་ཏང་འོ་ར། འོ་འདི་གི་ཆེད་དུ་ལ་ཨ་ནི་ཨ་ད་ང་ཚོ་ཉི་མ་བཅུ་རེ་ལྔ་རེ་མར་འདྲེས་རོགས་བྱེད་ལེགས་འདུག་ར། ཡིན་ན་ཡང་འགངས་ནི་ཏང་དང་ཁོ་རང་ཚོའི་ཆོག་མཆན་ག་ཚོད་བྲིས་འདུག་ལ་ན། ཉི་མ་དགུ་གི་རེ་མར་བྲིས་འདུག་ར། ཉི་མ་དགུ་ལ་ན་པའི་པའི་ཧོར་དང་མོར་དང་ནི་ན་ཧྥི་རི་ཁ་ཡིན་ཟེར་ན། དེ་པར་རོ་ད་ཁོ་ཚོ་ཡ་མ།

ང་ཚོའི་སྐྱེས་སུ་མགྱོགས་པོ་མགྱོགས་པོ་ང་ཚོ་ཕྱིར་ཤར་ལས་ཀ་ཚང་མ་ཡོད། དེ་དང་མཉམ་དུ་ར་ད་ལྟ Victim འདི་ཀྱི་ནང་མི་བྱོས་ར་ང་ད་བུ་མོ་བཙན་ཉམས་བྱེད་ས་ཀྱི་ནང་མི་བྱོས་མ་རེད། འོ་དེ་དང། ང་ནི་ང་ད་ཁོ་རང་ཚོར་ལོ་སྐོལ་གྱིས་ང་ད་སྲིད་དོ་ཐོ་ནས་ལས་ཀ་བྱེད་ཡན་བྱོས་ར Politician། ཁོ་ཚོ་ཚང་མ་མཉམ་དུ་འཛོམས་བྱས། ཁོ་ཚོ་ཚང་མ་འཛོམས་བྱས་ཁོ་ཚོའི་ཁ་གཅིག་ཏུ་ལབ་ན་ཨ་ནི་ང་ད Press Conference གཅིག་བྱས་ཀྱི་འདུག་ར། ངས་ལ་ས་དང་གི་མི་གྲལ་དང་དེ་འདྲས་མང་པོ་བསྐོང་གི་འདུག་འོ་དེ་ཚོ་ཚང་མ་བསྐོང་བྱས་ཨ་ནི་ང་ད་ཁོ་ཚོའི་ག་རེ Demand བྱེད་འདུག་ལ་ན་ང་ཚོ་ལ Justice དགོས་ཡོད་ལེ་འདུག་ར། དེ་དང་མཉམ་དུ་ལ་ཨ་ནི་ང་ད་མི་ང་ད Culprit བྱོས་ར་ང་ད་ནུས་འདྲི་བྱེད་མཁན་མི་བྱོས་ར་རྒྱལ་བོ་དེ། ཨ་ནི་ཁོ་ལ་ཨ་ནི་ང་ཚོ་གི་མི་དེ།